ང་ཟེར་ནས་བློ་ཡང་ཆགས་པ་ཙམ་ཡང་མ་ཚར་བར་ང་ཟེར་ཏོག་དེ་བྱས་ཏེ། འོ་ན་མགོ་དེ་རི་བས། རྐང་པ་དེ་རི་བས་ཟེར་དེ་འདྲའི་ཐ་སྙད་བཏགས་ཚུལ་ཙམ་ཡང་མ་ཚར་བར་གོམ་པ་གཉིས་པ་སྤོས་འགྲོ་ན་དེ་ལྟར་བཤད་འགྲོ་གི་རེད། དེ་འདྲའི་སྐད་ཆ་ཅུང་མ་བཤད་བར་ཆེས་ཐ་སྙད་བཏགས་པ་ཙམ་གྱི་སྐད་ཆ་ཆེན་པོ་ཞིག་བཤད་ན་ཁ་ཐུག་ཁོ་རང་ལག་པ་དེ་ང་རི་བས་རྐང་པ་དེ་ང་རི་ཟེར་ན་ཧ་ཅུང་རགས་པ་ཞིག་ཐོན་སླད་སུ་རེད། དེ་རེས་གསུས་བཤད་གནང་གལ་ཏེ། དགེ་བའི་བཤེས་གཉེན་ཆེན་པོ་ནི་དགེ་བཤེས་ཡ་མ་དྷ་རྗེ་ལ། དགེ་བའི་ངོ་སྤྲད་མདོ་སྡེ་ཞེས་བྱ་བ་ཡིན། དགེ་འཕྲུལ་ཡུལ་དེ་མདོ་འཁོར་ཏྲེ་བོ་ཡིད་ལ་འཁྲུལ་པ་རེད་ཏྲེ་བོ་དར་རྒྱས་ཡིད་ལ། དེ་ནས་ད་ཆུང་དུས་ནས་ར་དུ་བྱུང་བ་དང། གཙོ་བོ་ལྷོ་གཉེར་གནང་ས་དེ་རྒྱ་གར་ལྷོ་ཕྱོགས

མཁས་བཙུན་བཟང་གསང། མཆེད་རྩལ་གཙང་སེལ་གང་ཅིའི་གི་ཐོག་ནས། ད་གདན་ས་གི། ཀ་བ་དག་པ་འདྲ་པོ་ཆགས་བསྡད་ཡོད་རེད་ནི་སྒེར་གི་དཔེ་ཁྲིད་འདྲ་པོ་ཆགས་ཆགས་པ་ཡིན་ན། ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ནས་ནི་དཔེ་ཁྲིད་འགོ་བཙུགས་ཞེས་པ་དེ་འདྲ་ཆགས་བསྡད་ཡོད་ད་ལྟའི་བར་དུ། དེ་ནི་སློབ་མ་གྲངས་ལས་འདས་པ་ནི་གསོ་སྐྱོང་གནང་ཡོད་པ་དེ་འདྲ་ཡིན་དེ་འདྲ་རེད། ཨོ་དེ་འདྲ་ཡིན་ཏེ། ད་ངོ་སྤྲད་མདོ་འདི་འདྲ་བ་ཞིག་དེ་འདྲ་ཡིན་དེ་བྱས་ཏེ། སྒེར་གྱི་སྟོང་བཤད་དེ་ངེད་ལ་འགོ་འཛུགས་གནང་ཤེས་རོགས་གྱིས།

ཨ་ནི་ད་སྐབས་སུ་བབ་པ། ཁོ་བོའི་གི་རྒྱལ་བྱེད་དེ། ཤེས་རབ་སྨྲ་བའི་ལུས་ཀྱི་ཨ་ནི། རྫས་རྟོག་ཅིང་རྣལ་འབྱོར་དང་ཨ་ནི། སེམས་གཞུང་ལ་རྫས་རྟོག་གི་ཆེད་ཆེ་བ་དེ་དེ་ནི་ཁོ་བོའི་རྒྱལ་བྱེད་རེད་འདི་འདུག། ད་ངས་དེ་མ་ཤེས་ཡོད་དུས་ལ་ད་དེ་ཚེ་བསོད་ནམས་ཀྱི་ཤེས་ནས་ཤེས་ཡོད། ཤེས་རབ་སྨྲ་བའི་ལུས་ཀྱི་སེམས་སེམས་གཞུང་གི་རྣལ་འབྱོར

ད་གསོན་གྱི་འདུག་ཟེར་ད་ང་རང་གི་མཐོང་ཚད་ན་ཞེས་ཟེར་བ་ཡིན་ན། ཤེས་སྟོང་ཞེ་རག་མང་བ་ནི་ཨ་མ་ཐང་རྒྱལ་བ་ལ་ཐུག་གི་པར་རོ་སྡེ་ཀན་གྱི་ཐུན་མོང་དུ་ཁས་ལེན་དེ་ཡག་གི་ཡོངས་སུ་གྲོགས་དེ་ཡིན་མདོག། དགེ་སློང་མ་དགྲ་ཕྱོགས་གྲོགས་ལ་སྡང་བས་ཀྱི་འདི་བས་ཀྱི་མདོག། བྱེ་ཐག་ཡན་ལོག་ཚོགས་རྣམས་ལ་བརྟེན་ནས་ཤི་ཐག་བརྗེད་པ་དང་དེ་བཞིན་ཕུན་པོ་རྣམས་དེ་ནི་ཀི་ཙོག་སེར་གྱི་ཞལ་ཤར་བ་ཞིག་པའི་མདོག་དེ་ཚང་མིང་གི་སྐྱེས་ཀྱི་དུས་དེ་ཡ་ཞིག་རེད། ད་མདོ་དེའི་སྐབས་སུ། ད་ཤེས་རབ་མོ་ཡིས་ཁོ་རང་གི་སྟག་སྒྲ་བཞི་བཞག་བ་ཡིན་ན། གང་རྟ་ཟ་གི་བདག་བཞི་བཟོས་སུ་ཕུང་པོ་རྫས་སུ་ཡལ་བ་དང། དེ་ལ་རྟག་པུས་གི་གང་ཟག་དེ་རྟ་ཡེ་ཞིག་ཡལ་བ་དེ་མདོ་སྡིག་གི་སྲིན་གུང་དུ་ཟ་ཞེས་རོ་མ་ཡི་དགུང་གི་ཡལ་རེད། དེ་ལས་ཀྱང་ཆེས་ཁ་གསལ་བ་ཞིག་གར་ཆོག་གི་ཡོད་ཟེར་ན། དེ་ནི་དན་སྟོང་པ་སྟོང་པ་ཉིད་ཀྱི་མདོ་གསལ་ཞིག་དེའི་མདོ་དེའི་ནང་ལ་ལ་ཨ་ནི་བདག་ནོར་རྒྱུན་ཡོངས་སུ་གྲོགས་ཏེ་ལས་དང་སྣང་མུ་ཡལ་ལ་ཞེས་པ་པོ་ནི་མི་དམིགས་སོ་ཞེས་པའི་མདོ་དེ་ལ་བཏུས་ཏེ་ཡོད་རེད།

དེ་འདྲ་ཡིན་ཙང་ཤ་རོགས་མ་ཡོད་གི་ད་རྩ་ཡོད་གི་རྫས་ཡོད་དོ་ཏོག་ཡོད་ཁུན་བཏུས་ས་གི་འདུག་དེ་གཉིས་ད་གལ་ཆེ་ཤོས་ཀྱི་རང་གི་ན་དྲན་གི་འདུག་དེ་ལས་དན་སྟོང་པ་སྟོང་མ་ཉིད་ཅེས་བྱ་བའི་མདོ་འདི་བལ་རྗེ་ནུ་སྟེགས་ཀྱི་རྐང་གཅིག་གི་ནང་ལ་ལ་ད་ཁོ་རང་རྨིས་ས་གི་མདོ་སྡེ་བཞིའི་རོ་ཡ་ཡོད་མ་རེད་ད་ངས་གསུངས་པ་ལ་འདི་མེད་འགྲོ་ན་དྲན་སོང། མདོ་སྡེ་ཉུང་ལྡན་གྱི་ནང་ལ་ལ།

ཤ་རོགས་མོ་བའི་ལུས་ཀྱི་རྫས་ཡོད་དོ་ལྟོ་ཡོད་དེ་ངེད་ཚོ་ཁ་གསག་ཤུག་ནང་བྱེད་ཆོག་གི་ཡོད་རེད། ད་དེ་ལས་ཀྱང་ད་ང་རང་མཐོང་ཡོད་ཀྱི་རྗེ་རིགས་ཀྱི་ཁ་གསག་ཤུག་ནང་ལས་ཆེས་གསག་ཤུག་དེ། ལྷོ་བོའི་བློ་ཁྲིད་བསྟན་པའི་བཙན་པོའི་གི་རྫས་ཀྱི་འབྲེལ་བ་རྒྱ་ཆེ་འདྲེ། ད་ཡོད་སྒྲོག་ལ་མནོག་ཆས་ཐོ་ཟེར་སྲིད་དེ། ཁོང་གི་ནང་ལུང་ལ་ད་དཔེ་མི་སྲིད་ཀྱི་ཁ་གསག་བོ་ཞིག་ངེད་ཚོའི་ནང་བཤད་འདུག་ག་རེ་རེད་ཟེར་ན། དེ་ཡང་རྣམ་པ་གཉིས་དེ། རྫས་སུ་ཡོད་པ་དང་ལྟོ་པ་ཡོད་པའོ། ད་རྫས་སུ་ཡོད་པ་ཟེར་ག་རེ་ཟེར་ན། གོང་བློ་ལ་མ་བསྟིས་པ་ཡས་པ་སྟེ་རྫས་སེ་ཡས་པ་དང་གང་བློ་ལ་བསྟིས་ནས་བཞག་དགོས་པ་སྟེ་རྟག་པ་ཡས་པ་སེ་རྟག་འདུ་གར་ས་སྟེ་གཞུང་དེའི་ནང་ལ་རྟག་ཞལ་རོ་མ་བའི་ལུས་ཀྱི་རྫས་ཡས་དང་རྟག་ཡས་དེ་ག་འདྲའི་ཞིང་ཉིད་བརྩི་དགོས་མོད་དེ་གཞུང་དེ་ཁ་ས་ཤུ་རན་གྱི་དྲན་གྱི་འདུག་མདོ་སྡེ་ན། འཕགས་པ་ཐོགས་མེད་ཀྱི་རྣམ་པ་གཏད་ལ་ཡོད་པའི་སྡེ་བའི་ནང་ལུགས་ལ། ནོར་གྱི་ངང་ཚུལ་རང་ཉིད་བློ་ཡས་འཆར་བ་ལ་ཕྱི་རྒྱལ་བློ་ཡས་འཆར་བ་ལ་བསྟི་མི་དགོས་པའི་ཕྱིར་ཏེ་རྫས་སེ་ཡས་པ་དང། རང་ཉིད་བློ་ཡས་འཆར་བ་ལ་ཕྱི་རྒྱལ་བློ་ཡས་འཆར་བ་ལ་བསྟི་དགོས་པའི་ཕྱིར་ཏེ།

ཐ་ཆད་རིན་པོ་ཆེ་གཉིས་སྐུ་གི་ཕྲེང་བའི་ནང་ལ་ག་རེ་གསུངས་ཡོད་རེད་ཟེར་ན། གོ་ཟོག་ལ་ཕྱི་རོལ་པས་རྟོགས་པའི་རྫས་སུ་མེད་པར་གཏུགས་པ་དེ་གོ་ཟོག་གི་བདག་མེད་གཏུགས་པའི་དོན་འདི། མདོ་སྡེ་བ་དང། ཁ་ཆེ་ཞལ་རོ་མོ་བ་དང། ཨ་ནེ་ཟས་གཙང་མ་དང་ཨ་མ་པ་ཁ་ཅིག་གིས་འདས་ཟེར་ལ་དེ་འདྲའི་ཡིག་ཚགས་ཞལ་རོ་མོ་བ་ནི་ཨ་མ་པ་རོ་རྒྱུད་པའི་ཐུགས་ཀྱི་བར་སུ་བདག་མེད་བཤད་དེ་ཡོད་དེ་དགག་བཞེད་བསྡད་དེ། དེ་འབྲེལ་གྱི་རྫས་ཡས་བཀག་པ་བཞི་ལ་བདག་མེད་པ་སེ་ར་པ་དང། ཐམས་ཅད་པའི་ཤེས་ཡས་བདག་མེད་ཚེ་དེ་ཡས་ཏེ་དེ་ཙམ་གྱིས་མི་ཆོད་པ། ངོ་བོ་ཉིད་ཀྱིས་སྤྲོས་པ་རང་བཞིན་གྱིས་སྤྲོས་པ་བཀག་པ་ལ་གོ་ས་གི་བདག་མེད་པ་བཞག་གིར་ཟེ་ཡིས་ཏེ་དན་ལ་ཡང་ཕ་ཤེས་དེ་འབྲེལ་གྱི་ཁས་ལེན་གྱི་འདུས་བྱས་འདུས། དེ་ལས་དེ་ཚེ་དང་པོ་དེ་ཕ་ཤེས། རྟགས་དེ་འབྲེལ་ན་བཞིན།

མདོར་ན་སེམས་བསྲེགས་ཏེ་ཡལ་ཏེ། གཞི་དང་ལམ་དང་འབྲས་བུའི་གནས་སྐབས་ཐམས་ཅད་སུ། སེམས་བསྲེགས་རྒྱུའི་རྣོ་སྦྱོར་བསྲེགས་ཏེ་ཁས་ལེན་གྱི་ཡ་གྱི་རིགས་མ་གཏོགས་གཞི་དང་ལམ་འདིས་སུ་སེམས་བསྲེགས་རྒྱུའི་རྣོ་སྦྱོར་ཁས་ལེན་ཞིང་འབྲས་འདིས་ཀྱི་སེམས་བསྲེགས་རྒྱུའི་རྣོ་སྦྱོར་མེད་ཟེར་ཏེ་ཡལ་ཏེ་གཏན་ནས་འདྲི་ས་མ་རེད་བྲལ་གྱི་འདུག་ང་རེ་སྒིག་ཅིག་ཚོར་སྣང་བཟོ་ན། རྒྱུ་མཚན་ཅི་རེད་ཟེར་ན་དཔེར་ན། ང་ཚོ་དྲི་མ་དང་བཅས་པའི་གེགས་དེས་དྲི་མ་དག་ཡལ་བའི་ཆེད་དུ་ཡིད་རྩེ་ལ་སོགས་པ་རྒྱག་ནས་ཆིག་ཁྲིས་བཏང་ཡིན་དུས་ལ། གེགས་ཀྱི་དྲི་མ་དེ་རིམ་པ་ཅིག་དང་མ་དག་འགྲོ་རེས་ལ། དེ་དང་མཉམ་དུ་གིའི་ཁ་རང་ཡང་རྫུ་བུ་དེ་ན་རྫུ་འགྲོ་ཡ་དེ་དག་དེ་ན་གིའི་ཀྲི་ཀྲི་ཡ་དེ་ང་བ་འབྲས་བུ་མེད་པ་ལྟ་བུ་མཐོང་གི་འདུག་དཔེ་དེ་ནང་བཞིན་གཞི་སྡིག་གི་འདས་ཆོག་ཏུ་ང་རྒྱ་ལ་སོགས་པའི་གློ་བུར་བའི་དྲི་མ་དང་བཅས་པའི་སེམས་དེ། ལངས་དུས་སུ་གཉེན་པོའི་རྟགས་ཀྱི་སེམས་དེ་རིམ་གྱིས་རིམ་གྱིས་མ་ནི་དག་པར་བྱེད་ཀྱི་འདུག་ལ་ཨ་ནི་མཐའ་འབྲས་དེའི་གནས་སྐབས་སུ་དྲི་མ་གི་སེམས་དེ་མ་གཉེན་པོའི་གཞང་བར་དུ་ཆ་གཅིག་ཏུ་སེམས་ཁ་རང་ཡང

ད་ངས་ཚིག་དེ་ཇི་མ་ཇི་བཞིན་གྱིས་ཤོད་དེ་མི་དགའ་བ་བྱས། གང་དྲིན་ཅིག་གསོན་བྱ་འདོད་ཟེར་ནའང། རྣམ་པ་ཐམས་ཅད་མཁྱེན་པ་དེས། གང་དྲིན་ཅིག་སྙིང་རྗེ་བཟོ་དགོས་རེད་ཟེར་ན། ཕུན་ཁང་ཤེས་བྱ་ལ་སོགས་པའི་ཤེས་བྱའི་སྣང་གྲོང་ཇི་ལྟ་ཇི་སྙེད་ཀྱི་བྱེད་སྤྱོད་ཀྱི་དུས་སུ་འཁྱོལ་བ། ལྟས་ངན་མཛོད་དུ། ཤེས་རབ་དང་ལྟས་ངན་མཛོད་དུ་མཚོན་པ་ལྡན་པའི་སེམས་དང་སེམས་ལས་བྱུང་བ་ཞིག་བཞག་དགོས་ཀྱི་རེད་ཟེར་ནས། ཨ་ནེ་རྔན་པ་ཀི་ཏིའི་ནང་ལ་དེ་འདྲའི་གསར་བུ་ཞིག་གསོན་བྱ་འདོད་ཟེར། དེ་འདྲའི་ཡིན་ཙང། རྒྱ་ཡུལ་མདོ་དུ། ཨ་ནེ་ཀྱི་སྒང་འདྲེ་གི་ཁེ་ཕན་གྱི། ལས་བྱེད།

བདག་ཐེག་གིས་བསྐྱེད་པའི་གིས་དེ། མེ་ལ་བསྲེགས་ཡོད་དོན་ལ། མེ་དེ་གི་དྲི་མ་ཚིག་འགྲོ་གི་རེད་མ་གཏོགས་གིས་ཚིག་གི་མ་རེད་ཟེར་དེ་དཔེ་ལ་བཀལ་ནས། དྲི་ཆེན་གྱི་སེན་དེ་སྙིང་པོའི་གི་གཞང་ཡིན་དོན་ལ། དྲི་མ་དེ་ཟད་འགྲོ་གི་རེད་མ་གཏོགས་སེན་དེ་ཟད་འགྲོ་གི་མ་རེད་ཟེར་ནས་ཕྱིའི་ལྟེ་བའི་ནང་ལ་དཔེ་མི་སྲིད་ཀི་གསལ་བོ་གསུངས་ཀྱི་ཡོད་རེད་ཟེར། དེ་འདྲ་ཡིན་ཙང། སོ་རྒྱུས་ཀྱི་ས་ལ་སེན་དུ་ཚེ་ཤུལ་གྱི་སྐྱེ་བ་འགགས་ཟེར་ཡ་དེ་སྨྲས་ཚེ་དེ་རྗེས་དེ་འདྲི་ས་མ་རེད་ཟེར་ག་རེ་ཡིན་ཟེར་ན། རིག་པའི་ས་ནོར་གྱིས་སྟོང་ན་ཡང། ཤེས་པ་གང་དྲན་ཅན་ཡིན་ན་ཡང་དམིགས་པ་དང་རྣམ་པ་ཡི་གེ་རེ་དམིགས་པ་དང་རྣམ་པ་མེད་པའི་ཤེས་པ་ཟད་ཀྱི་མི་སྲིད་པ་ཅིག། དམིགས་པ་དང་རྣམ་པ་ཁས་ལེན་ཕྱིན་ཆད་དེ་ལྟ་ཡང་དམིགས་པ་དེ་ལ་དན་གྱི་ཆ་ནས་འཇུག་ཡོད་རེ་ལ་སེམས་དང་དེའི་ཁྱད་པར་ལ་མ་འཇུག་ཡོད་དེ་ལ་སེམས་ཞེས་བཞག་དགོས་པ་དེ་ད་གོང་དུ་བཤད་པ་ནོར་གྱི་སྤྱི་འགྲེལ་གྱི་ཕྱོགས་དེ། དེ་འདྲའི་ཡོད་ཚད་ད། འོ་སེམས་དང་སེམས་བྱུང་སྐབས་དེ་ཕར་ཕྱིན་དེ་འདྲའི་རྗེས་མེད་འགྲོ་ད་དེ་ནས་རྩ་བའི། སེམས་བྱུང་ལ་རྫས་རྟོག་གི་ཁྱད་པར་བཤད་ཡ་དེ།

དེ་བཞིན་དུ་འཕགས་པ་སྟོད་སྨད་ཀྱི་རྣམ་པ་གཏན་ལ་དབེན་པའི་བདེ་བའི་ནང་ལོགས་ལ་སྲིད་ཞུའི་སྔགས་ཀྱིས་རྩ་ཆེན་ནང་ལོགས་ལ་རྫས་ཡོད་དོ་རྟགས་ཡོད་ཀྱི་དབྱེ་འབྱེད་བརྟགས་ནས་དེ་འདྲའི་སུན་ཡིན་རེ་ཤི་སྟོང་ངེ་ཏིག་ཏིག་གིས་བཤད་པ་དེ་ངས་གཙོ་བཞིན་ནོ་ལ་རགས་ཙམ་གྱིས་མ་སྐད་བཞག་ཡས་ད་ད་ལྟ་དེ་དེ་ཅི་བཤད་བཟོ་མི་དགའ་བ་ཅི་དཀའ་སི་བབ་པ་ད་ཤི་རོ་མ་བས་ཁོ་རང་གི་ལུས་ཀྱི་སྲིད་ཞུའི་རྫས་ཡོད་དོ་རྟགས་ཡོད་ཟེར་དེ་བཞིན་དེ་ག་འདྲའི་བཞིན་ངེས་འཛིན་བཟོ་དགོས་ཀྱི་འདུག་ཟེར་ན། ཤི་ན་ཤི་རོ་མ་བས་གི་རྫས་ཁོ་རང་བཟོ་ན

ཨ་ནི་ཀྱིས་འཛི་སྟངས་དང་བྱེད་ལས་ཀྱི་ཆ་ནས་སེར་བྱེས་ཀྱི་མིང་གཞན་བསྟན་པ། དེ་ལ་སེར་བྱེས་རྟ་ཡོས་ཟེར་དགོས་ཀྱི་འདུག་ཟེར། དཔེར་ན། རྒྱལ་བ་སྐྱིད་ཆེན་གྱི་ནང་ཚན་དུ་སྐྱེས་པའི་གཏི་མུག་མེད་པའི་དགེ་རྩ་དེ་ཡིན་གྱི་ཤེས་རབ་ཀྱི་རྫས་ཡིན་པ་ལ། ཁོ་འཛི་སྟངས་ཀྱི་དན་མཐུན་པ་དང་ཕྱི་རབ་ཏུ་སྣང་བཅས་ཀྱི་ཤེས་རབ་བྱ་སྟེ་གཏི་མུག་མེད་པའི་དགེ་རྩ་ཟེར་མིང་གཞན་བཏགས་བཞག་ཡ། ཨ་ནི། ལྟ་བ་ཉིན་མོ་བྱིན། ནག་ལོ་ལས་འཇིག་ལྟ་སྟེ། ངོ་བོ་ཤེས་རབ་ཀྱི་རྫས་ཡིན་ན་ཡང་འཛིན་རྟོག་ཕྱི་རྐྱེན་ལུས་དང་ཞུགས་པ་དང། ཨ་ནི་ཅི། སེམས་ཅན་མ་ཤེས་པའི་ཞེན་ལས་ཀྱི་ཆ་ནས་མི་གཞན། ལྟ་བ་ཉོན་མོངས་ཅན་འཇིག་ཚོགས་ལ་ལྟ་བ་ཟེར་ནས་མི་རྟག་བཞག་ས། མདོ་འདི་ན། འཛིན་སྟོང་དང་ཞེན་ལས་ཀྱི་ཆ་ནས་མི་གཞན་མ་བལྟས་པར་རང་ཉིད་གོང་དུ་བཏུས་པའི་སའི་ཤུལ་ད་གའ་རང་གི་རུ་མིག་ནས་དམིགས་པའི་སའི་ཤུལ་དེ་ལ་སའི་ཤུལ་རྫས་ཟེར་ཡ་བ། ཨ་ནི་ཅི། འཛི་སྟོང་དུ་བྱེད་ལས་ཀྱི་ཆ་ནས་མི་གཞན་བལྟས་པ་དེ་ལ་གསལ་བྱེད་རྟག་པ་ཡོད་པ། རྟགས་གསལ་བྱེད་རྫས་ཡོད་དུ་རྟགས་ཡོད་ཟེར་དེ་བཞིན་དེ་དེ་འདྲའི་ན་གཞི་དུ། ད་ཤེས་རང་མ་ཡོད་གཏན་བདེའི་གཞུང་དེ་བཞིན་ཁུག་བསྒྲིགས་ཡོད་དུས་ལ་དེ་འདྲའི་གཞི་ཐུགས་ལ་ངེས་འཛིན་བྱེད་དགོས་ཀྱི་འདུག་དྲན་གྱི་འདུག། ད་དེའི་སྐབས་སུ་ང་ཚོ་བཀའ་བསྩལ་པ་པ་ཤི་གི་ཡ་གཅིག་ལ། དེའི་ཐད་ཀྱི་འགྲེལ་བ་ངན་པའི་རྒྱན་གྱི་ཁྱེད་འགྲེལ་གྱི་ནང་ལ།

དེ་ནས་ཤེས་བྱའི་མངས་པ་དང་བརྗེད་ངས་དང་རྣ་ཡལ་དང། དེ་འདྲའི་གི་ཚུལ་དེ་དེ་ཡོད་པའི་ཆ་གི་ཡོད་རེད། ཆགས་ན་ཡང། དེ་ནས་ཉིན་མོ་ཕྱི་མའི་ས་མོ་ནང་འགྲོ་གི་རེད་ནས། སྔོན་དང་བར་མའི་ལེ་ལག་དང་མ་ལྟོས་པ་དང་མི་ལྟོས་ཀྱི་ཉིན་མོ་ཁྱེད་ལ་བརྟག་དང་རྒྱུ་ཟེར་ནས་ཟས་ཀྱི་དྲོད་མོ་སོ་གྲངས་ཀ་མ་བརྒྱབ་པ་ཞིག་རེད། རྒྱུ་མཚན་ཅི་རེད་ཟེར་ན། ཤེས་བྱ་མ་ཡིན་པ་དང་བརྗེད་ངས་དང་རྣ་ཡལ་ཐད་ཀྱི། ཨ་ནེ་ཅིག་རྟ་ཡལ་ཡིན་ཚ་མ་སྒྲོན་པ་ཡིན་ཟེར་ནས་དེ

དང། བདེ་ཚད་དུ་མ་ངེས་པར་ཤེས་དང་ཡ་དེ་བརྒྱད་རེད་བ། བརྒྱད་དེ་ག་རེད་ཟེར་ན་སའི་གཞི་ལྔ་གཅིག་ང་གཅིག་གི་ནང་ལ་ལས། བདེ་ཚད་དུ་ངེས་པའི་སའི་གཞི་གི་ནང་ལོགས་ལ་རང་ཉིད་གང་ལ་རྟོག་ས། རྫས་ཡས་ཡིན་པ་དང་ག་དེ་རྫས་ཡས་མ་ཡས་ན་ཡང་དཔེར་ན་བརྒལ་བ་གཅིག་ཅིག་ནང་ལ་གཏི་མུག་མེད་པའི་བརྒལ་ས་ལྟ་བུ། རྩ་གཉིས་ཀྱི་ནང་ལ་ལྟ་བ་ཉིན་མོ། ལྟ་བ་ཉིན་མོ་བྱེད་ལྟ་བུ། ཉེ་གཉིས་ཀྱི་ནང་ལོགས་ལ་ཤེས་བཞིན་མ་ཡིན་པ་དང་བརྗེད་ངེས་དང་རྣ་ཡས་ལ་སོགས་པ། དེ་འདྲའི་གི་སྲས་ཞུ་ལྔ་དེ་དག་མ་བགྲུང་བར་རྒྱུ་མཚན་ཅི་རེད་ཟེར་ན། ཁོང་ཚོ་གང་ལ་རྟག་སག་གི་བདག་གཞན་སྡེ་ཚན་དེ་ངན་པ་ནང་ལ་ཡང་བགྲུང་ཚར་བ་ཡིན་ཙ་ཨ་ནི་སྡེ་ཚན་དེ་མ་ངན་བའི་ནང་ལ་ཁོང་ཚོ་མ་མ་བགྲུང་བ་རེད། ད་དེ་ནས་མིན་འགྲོ། ང་སོ། ཨ་ནི་བྲེལ་བ་ཡིན་ན་ངས་གང་དུ་བཤད་ཡ་དེ་བཞིན་ལ་ཨ་ནི་གཏོང་རེ་བྱས།

ཤེས་བྱ་མདོ་ཡི་ཁུངས་བཀོད་པ། ཞེས་གསུངས་གོ། དེ་འགོད་གོ། དེ་ནས་དགྲ་བཅོམ་པ། བྲག་ལ་བསྡམས་པའི་ཁལ། དེ་ནས་འདུལ་བའི་ཁལ་མདོ་ཡི་རླུང་གིས་དྲངས་ནས་ཇི་ལྟར་ཡན་ལག་ཚོགས་རྣམས་ལ་བརྟེན་ནས་ཤིང་དང་བརྗོད་པ་དང་དེ་བཞིན་ཕུང་པོ་རྣམས་བརྟེན་ནས་ཀུན་རྫོབ་སེམས་ཀྱིས་ཞེས་བརྗོད་དོ། ཞེས་བདག་གཞི་ཕུང་པོ་ད་ཅི་རིགས་མ་དགོངས་པར་འགྲེལ་གོ། བདག་གཞི་ཕུང་པོ་རྫས་སུ་ཡོད་པ་ལ། རྫས་སུ་ཡོད་པ་ལ་བཏགས་ཡོད་དང་གང་ཟག་དེ་ལ་བཏགས་པས་བཏགས་ཡོད་དུ་ཡོད་ཅེས་གསུངས་ཤིང་གསལ་བརྡ་སྟེར་ཡི་འདུག་བ་ལ། དེ་ཡིན་དུས་ད་སྤྱིའི་གི་རྫས་ཡོད་དང་བཏགས་ཡོད་ཟེར་ཟླ་དེ་ཞེ་དྲག་སྨྲ་བའི་ལུགས་ལ། རྫས་ཡོད་དང། ནི་དོན་དང་ལྡན་པ་དོན་གཅིག་ཁོ་རང་འདོད་དེ་བ། བཏགས་ཡོད་དང་ཀུན་རྫོབ་ལྡན་པ་དོན་གཅིག་དེ་འདྲ་རེད་འདུག་བ་ལ། དེ་ཡིན་དུས་ད་ངས་འདི་ལོག་རེད། འདིས་གི་འདི་ཞེ་དྲག་སྨྲ་བ་གི་རྫས་ཡོད་དང་བཏགས་ཡོད་དེ་ཏག་ཏག་གོ་ཐོག་གི་ཡོད་ན། དེ་གོང་གི་ཤིང་རྟ་དང་ཤིང་རྟ་ལ་ཡན་ལག་ལ་བརྟེན་ནས་ཤིང་རྟ་བཏགས་པ་དེ་ཡང་ཤིང་རྟ་དེ་ཡན་ལག་དེ་རྫས་ཡོད་དང་ཤིང་རྟ་དེ་བཏགས་ཡོད་ཡིན་ཟེར་དགོས་པས། གང་ཟག་དེ་བཏགས་ཡོད་དང་ཕུང་པོ་རྫས་ཡོད་ཟེར་དགོས་དུ་སྐྱེས་པ་རེད་འདུག་བ། དེ་ནི་གང་ཤིང་རྟ་གི་ཡན་ལག་ཆ་རེ་རེ་ནས་བསགས་ནས་རྡུལ་ཕྲན་ཁྱབ་མིག་གི་བར་དུ་བསྲེས་ན་དེས་ཤིང་རྟ་གི་ཡན་ལག་འཛིན་པའི་བློ་དོན་མཐུན་དུ་འཇུག་རེད་པས། དྲི་བ་གཅིག་དེ་ཡིན་ལགས།

དེ་ཡི་ཚ་བ་ལ་ཁྲ་གྲོག་གཉིས་ཀས་འགྲོ་དེ་ཡི་ཚ་བ་དེ་གཞག་དགོས་རེད། དེ་ནང་བཞིན་ཤི་དང་ན་བཞིན་ཚད་བཞག་ན་ཡང་ང་ཚོ་ཕ་མཐོང་དེ་ཡང་འཕོ་ལོ་དང་དེ་སོ་ཤི་དང་དེ་མཐོ་པོ་མཐོང་དེ་ཡག་གི་ཤི་དེ་གི་ཡ་ལ་དེ་ཨ་ནི་རྫས་སུ་ཆགས་གི་མ་རེད་ལྟ་ཡས་རེད། ཡིན་ན་ཡང་དེ་གི་ཆ་ཤས་ནི་མ་དི་ཁྲེ་ལ་སི་འགྲོ་གི་ཡོད་རེད་ལ་ཤི་དེ་ཡ་ལ་དེ་དེ་ནི་བདག་གཞི་རྫས་ཡས་ཆགས་འགྲོ་གི་རེད། དེ་འདྲའི་ཡས་ཚ་དཔེ་དེ་མི་འདྲི་བའི་དཀའ་ངལ་ཡང་མ་རེད་བཤད་མི་ཐུབ།
ད་དྲི་བ་གཉིས་པ་དེ་ཡིན་ལ་དྲི་བ་གཉིས་པ་དེ། མཚན་ཉིད་དེ་བཞག་གོ་དུས་རང་ཉིད་བློ་ཡུལ་དུ་འཆར་བ་ལ་ཆོས་གཞན་བློ་ཡུལ་དུ་འཆར་བ་ལ་ལྟོས་ཤིང། བསྟན་མི་དགོས་པའི་ཆོས་དེ་རྫས་ཡོད་དག་རང་ཉིད་བློ་ཡུལ་དུ་འཆར་བ་ལ་ཆོས་གཞན་བློ་ཡུལ་དུ་འཆར་བ་ལ་ལྟོས་ཤིང་བསྟན་དགོས་པ་དེ་རྫས་ཡོད་ཀྱི་མཚན་ཉིད་ཟེར་དེ་འདྲས་གསུངས་འདུག་ལ། འདི་ཡིན་དུས་ང་ཚོ་འདི་ཁྱེད་ཀྱི་འདི་ནོར་ལ་བགྲང་བཞིན་འདུག་ད་མཛོད་རང་འགྲེལ་གྱི་ལུང་དྲངས་ནས།

ཨོ་དེ། ཀྱེ་ཤུ་ཡ་ཡིན་ག་སའི་དབྱིབས་དེ་ཡོད་ན། ཨེ་ནས། སེར་འཕྲེང་ནག་ལོག་ལ་མངོན་པ་ནི་རྡུལ་ཕྲ་རབ་ལ་དབྱིབས་མེད་པ་ཞིག་ཟེར་དེ་དང་ཡང། མ་འགལ་བ་ག་འདྲ་རེད་ཟེར་བ་དེ་གྱིས།
རེད་རེད་ད་ཤེས་རྟོགས་དང་གིས་གང་གི་ཁྱེད་ཡོད་གི་ལན་དེ་དང་ཅི་པ་ན་བཞིན་རིག་ཡེ་ཚེ་དེ་གྱིས་དེ་ལ་ཕ་མཐོང་དེ་ཡོད་གི་ར་པའི་ཡེ་དེ་རེད་ཟེར་གི་ཡོད་མ་རེད་ད་ཁྱེད་རང་མོའི་ཡེ་རྫས་སུ་ཡེ་ཚེ་དེ་ཡག་གི་ཡེ་དེ། མདོ་སྡེ་བའི་གཡས་བཏགས་པ་ཡི་ཤ་རང་བས་ནི་གཡས་ཚེ་འདི་ཡི་དོན་ལ་བར་ནུ་ལོ་བར་འདི་ཕྲན་ལ་བར་སྲིད་འགྲོ་རེ་ལ་ཨ་ནི་དེ་འདི་བར་ལྟ་བུ་ལ་དཔེར་ན་འདི་རྫས་འདི་ཡང་འགའ་བར་ལྟ་བུ་ལ་བར་ཞེས་གཡས་ཚེ་དེ་གི་མ་རེད་དེ་རྫས་འདི་གཉིས་འདི་ཡིན་དོན་ལ་གཡས་ཞེས་གཡས་ཡལ་ལེར་དེ་འདྲ་བའི་གཡས་དེར་ཞེས་བའི་བར། ད་གི།
དྲི་བ་དང་དུག་ཅིག། འདི། ཏོག་གི་འབར་བ་ན་གི་རླུང་གི་ཤེས་བྱེད་ཀྱི་སྒྲ་འདུ་བ་ལ་ཅིག་འདི་ཁ་སྐྱིད་ས་ལ་སོགས་པ་འདུས་པའི་བདག་ཉིད་ཀྱང་ཡན་ལག་རྫས་སུ་ཡོད་པ་ཁོ་ན་ཡོད་དེ། འདི་ལྟར་ཡང་རྡུལ་ཕྲ་རོ་ཞིག་ཀྱང་དེའི་བློ་ཡོད་པ་ཉིད་ཡིན་པ། དེའི་རྫས་སུ་ཡོད་པ་ཉིད་ཡིན་ནོ་གསུངས་འདུག་ལ། ས་ལ་སོགས་པ་དེ་རྫས་ཡོད་ཡིན་གསུངས་ཀྱི་དོན་དུ་ཆུ་དེ་བཏགས་ཡོད་ཡིན་པ་དེ་མཛོད་རང་ནོར་རྩ་བ་ནང་གསུངས་པ་རེད་འགྲེལ་བ་ནང་གསུངས་པར་བ་ལ། ས་དེ་ཕ་ཆ་ཤས་སོ་སོ་ཆུ་བཏགས་ཡོད་ཡིན་པའི་རྒྱུ་མཚན་དེ་ག་རེ་རེད་ས་ཆུ་ཁྱག་ཆེ་སོ་རེ་སོ་སོ་ནས་བསགས་པ་ཡིན་ན་ཆུ་འཛིན་པའི་བློ་དོན་དུ་འཇུག་གི་མ་རེད་ལོག་ར། ས་སོ་སོ་ནས་བསགས་པ་ཡིན་ན་ཨཱ་ནི་རྡུལ་ཕྲ་མོ་བར་དུ་གཏུགས་གི་དུས་ས་འཛིན་གྱི་བློ་དོན་འཇུག་རེད་པས་ཨཱ་ནི་སོགས་ཁོང་ནང་ལོགས་ལ་ཨཱ་ནི་ཆུ་དང་མེ་དང་དེ་སོགས་ག་རེ་ག་རེ་བཞག་གི་ཡོད་རེད་ཟེར་བ་འདི་བཤད་ཡོད།

ཡོད་ཡིན་ཙང་ནི་སེམས་ཙམ་པ་ཡིན་ཆེད་ཀྱིས་དཔེར་ན་ཉན་ཐོས་མཐོང་ལ་བར་ཆད་མི་ལང་འདོད་ཚོད་ཀྱིས་ཨ་ནི་གང་ཟག་རྫས་ཡོད་མཁན་འགྲོ་དེ་གང་ཟག་རྟག་ཡིན་རྟོགས་གི་ཡོད་པ་ཡིན་ན་ད་གང་ཟག་རང་ཅག་མེད་པ་དེ་རང་ཅག་ཐོས་པའི་རྫས་སུ་མེད་པ་དེ་མེད་དགག་མ་ཡིན་པའི་ཐེ་ཡི་སྐྱོན་དེ་ལེགས་རེད་ལེགས་མ་རེད་ཟེར་བྲོ་བ་སྟོང་པོ་དེ་བྱེད་བྲོ་བ། ད་བྲོ་བ་སྟོང་པོ་ཡིན་ད།
དེ་འདྲ་ཡིན་ཙང་སྙིང་ག་ཡིན་ན་གཅིག་ཁྱད་གི་རེད་ལ་གཅིག་ངེས་པར་དུ་རྟོགས་གི་ཡོད་མ་རེད་ཟེར་དཔེར་ན་ཨ་མ་ཐང་ཆུ་ཡི་ལུས་ལ་འཚེམ་པ་ཡིན་ན་རང་བཞིན་མེད་པ་དང་རང་བཞིན་བྲལ་བ་གཉིས་དེ་སྙིང་ག་རེད་ཟེར།

ལཱས་ལཱས་ཀན། དེ་ནས་དཱ་ར་ཀུ་ཅི་ད་ནི་རྫས་ཡོད་དུ་དོན་དོན་ལྡན་པ་ཉིད་དོན་ཅི་ཡིན་གསུངས་སོ་ཞེས་ར་མའི་ལུས་ལ། རེ་རེ། རུ་བ། ད། རྫས་ཡོད་རྟགས་ཡོད་བཞག་སྟོང་དུ་བསྡུ་བ་ལས་ཤེས་པ་ནང་བཞིན་གྱི་རུ་བ། ཨ་ནི་རང་བཅུ་པ་མན་ཆད་ཡོངས་རྫོགས་གཅིག་པ་ཡིན་གསུངས་སོང་བ། ད་ལི་ཤས་སྙིང་པོར་འདི་འདྲ་ཞིག་གསུངས་ཡོད། དམག་དང་ནགས་ཚལ་དུ་སོ་བ་རིའི་ཐ་དད་ལ་བརྟེན་པ་ནི་འདུས་པ་ཡིན་ལ་དེའི་རྫས་སུ་མེད་ཀྱང། རྟེན་གཅིག་ལ་བརྟེན་པའི་རིས་ཐོན་པའི་ཕྲ་རོལ་ནང་ནི་བསགས་པ་ཡིན་ཞིང་དེ་བཞིན་དུ་བུམ་པ་ལ་སོགས་པ་ཡིན་པས་དེ་ནི་ག་རེ་རེད། ཨ་ནི་རྫས་སུ་ཡོད་དོ་ཟེར་རོ། དེ་ལ་འོད་བརྩམས་པ་ལ་ཞི་རགས་མ་ཡི་བུམ་པ་དེ་རྫས་ཡོད་དོ་དོན་དང་ལྡན་པར་འདོད་ཀྱི་རེད་བས་ཅི་སྟེ་ཅེས་བྱ། རྒན། དེ་ནས་ང་ཚོ་རྗེ་རིན་པོ་ཆེ་ཐུང་མོ་མ་ཡིན་པའི་རོ། ཀྱི་ཀུཅ་ཀུཅ་ཀུཅ་ཀུཅ་ད་སྙམ་དུ་ཞུ་བྱ་མ་ཟེར་རྗེ་ལ་ངས་གོ་གོ་རག་མི་རག་ཧ་གོ་མ་ཟེར་རོ། ཨ་ནི་རྗེ་རིན་པོ་ཆེ་ག་རེ་གསུངས་རེད་ཟེར་ན་དགོན་པ་རེ་ཟའི་ནང་ལོགས་ལ་མཛོད་འགྲེལ་གནས་དགོས་པ་ལས་ཤེས་པ་ནང་བཞིན་གྱིས་རང་ཅག་ཐུབ་པའི་རྫས་ཡོད་དོ་གྲུབ་པ་འཛིན་པའི་འཛེམ་པ་ལ་བློ་ལྷན་སྐྱེས་ཡོད་ཀྱང་ཕུང་པོ་དང་མཚན་ཉིད་མི་མཐུན་པའི་གཞན་དུ་ཡོད་པ་འཛེམ་པ་ལ་བློ་ལྷན་སྐྱེས་ཡོད་མ་རེད། བྱས་ཙང།

ངོ་བོ་ཉིད་ཀྱི་རྣ་བའི་ནང་གི་རྣ་བའི་ཕྱི་ཡི་རྣ་བའི་ཟུར་དུ་བཅད་བཞག་འདུག་ད་ད་ལྟ་འདི་ཁོ་ག་རེ་རེད་ཟེར་ན། ཏིང་ངེ་འཛིན་གྱི་རང་བཞིན་ཡིན་སྟངས་དེ་རུ་ཏིང་ངེ་འཛིན་སེམས་དེ་དམིགས་པ་གཅིག་ལ་སེམས་རྩེ་གཅིག་པ་རུ་གོ་འདུག་དེ་ཏིང་ངེ་འཛིན་གྱི་རང་བཞིན་ཡིན་སྟངས་དང་དེ་ཡིན་པ་གྱི་གཞུང་རྒྱ་གཞུང་གྲོགས་དེར་གསལ་བོ་ཡོད་རེད། ཏིང་ངེ་ཐང་གིས་གོང་དུ་བཤད་ཚར་བ་ཡིན། སྣང་བ་ཚད་མ་ཚད་གཉིས་དེ་སྐད་ཆ་དེ་གཙང་ནས། དྲི་རྟགས་གོང་མ་ཟས་རྫོང་མེད་གི་དྲི་རྟགས་ཁ་ཤོ་འགྲོ་ཡང་དང།

མི་བཏུལ་བ་རེད། རྟགས་ཡོད་དེ་ཚོ་འགྱོད་པ་འདྲ་དང་རྒྱུ་མཚན་གཞན་ལ་བཏུལ་བ་རེད་ཟེར་ཏེ། གནང་རྒྱ་དེ་གྲོང་ཁ་འདྲ་བོ་དེ་ཏག་ཏག་གྲོངས་ནས་རྒྱུ་མཚན་དེ་བཀོད་མི་འདུག་ཟེར། དེ་ག་སེམས་ཤུགས་རྫིག་རྟགས་དོན་དག་ག་འདྲི་རེད་ཟེར་གྱིས་དང། དེ་ནི་འདི་ཞིག་གསུངས་གི་འདུག་ར། ད་རང་རྒྱུད་པ་མན་ཆད་ཀྱི་གར་ཟེར་དུས་གང་ཟག་བདག་མེད་ཕྲ་མོ་རྟོགས་ཐུབ་རེད་ཡིན་ན་ཡང་རང་གཞན་གྱི་མེད་པ་རྟོགས་ཐུབ་མ་རེད་ཟེར་དེ་འདྲི་གསུངས་འདུག་ར་གང་ཟག་བདག་རང་གཞན་གྱི་མ་གྲུབ་པ། ག་ཚོད་དེ་འདྲི་ཡིན་ན། ང་ཚོ་བདག་མེད་གཏན་ལ་ཕབ་འོང་དུས་བདག་གཞུག་གཏན་ལ་ཕབ་བསགས་འོང་དུས་བདག་གིར་བསྟན་ནས་ནི་ང་ཟད་ཀྱི་མེད་པ་རྟོགས་འགྲོ་དུས་ད་དེའི་སྟེང་དུ་ནི་ང་མེད་ཀྱང་ང་རང་གཞན་གྱི་སྤྲོས་པ་ཡོད་པ་འཛིན་པ་ཟད་ཀྱི་ད་གར་སོས་ཏེ་རང་རྒྱུད་པ་མན་ཆད་ལ་ལེགས་རེ་བས། གལ་སྲིད་ད་མེད་པ་རྟོགས་ཀྱང་རང་གཞན་གྱི་སྤྲོས་པ་ཡོད་ཟད་ཀྱི་མེད་ན་ད་རང་གཞན་གྱི་སྤྲོས་པ་ཡོད་པ་ཡང་མ་རེད་རང་གཞན་གྱི་སྤྲོས་པ་ཡོད་པ་མ་རེད་ཟེར་ལེ་རོ། དེ་བཅད་དེ་ད་ཨ་མ་ཐང་རྒྱུད་ལུས་ཐུན་མོང་མ་ཡིན་པ་མ་ཡིན་པ་ཅེས་ད་ཐང་རྒྱུད་པ་མན་ཆད་ནི་ཚང་མ་གི་ཡ་ད་གར་སོས་གང་ཟག་བདག་མེད་རྟོགས་འགྲོ་དུས་གང་ཟག་བདག་རང་གཞན་གྱི་སྤྲོས་པ་ད་མེད་པ་ཟེར་གི་ན་མི་འདུག་གཅིག་མཚུངས་རྟོགས་འགྲོ་མ་རེད་བས་དེ་ཡིན།

ཨ་ནི་ཐང་རྒྱལ་བས་བཤད་དེ་ཨ་ནི་དགའ་བཞད་གི་བདག་ཟེར་དེ་ཡོད་དེ་གཏན་ནས་ཁྱད་ཐུག་གི་མ་རེད། ཁྱད་ཁྱད་མི་ཐུག་བའི་རྒྱུ་མཚན་ཅི་རེད་ཟེར་ན། ཐང་རྒྱལ་བས་བཤད་པའི་བདག་མེད་ཟེར་དེ་ཡོད་དེ་ཁྱད་ནི་གཅིག་བདག་མེད་བཏོན་ན་ཅི་ཐུག་གི་ཟེར་ན་དཔའ་སྡེ་ཟླ་བ་རང་གི་གི་གཞི་རྒྱ་དཔེ་གི་རྒྱ་ཆེན་རེད། དེ་ལ་བདག་ཅེས་བྱ་བ་ན་གང་ཞིག་སྙིང་པོ་ནང་གི་གཞན་ལ་རག་མ་ལུས་པའི་ངོ་བོར་རང་བཞིན་ཏེ་དེ་མེད་པ་ན་བདག་མེད་པའོ། དེ་འདྲ་ཡིན་ཙང་ངོ་བོ་ཉིད་ཀྱིས་འཁྲུལ་པ་དང་རང་བཞིན་གྱིས་འཁྲུལ་པ་དེ་བཀག་དགོས། ཞེ་རག་མང་བ་ནི་ཨ་མ་རོ་རྒྱས་པའི་ཐུགས་ཀྱི་བར་དུ་རོ་སྟེ་ཡོངས་སུ་རྫོགས་པའི་གར་སོན་དབུལ་བར་ཟད་ན། ཡས་ཕྱིན་ཆད་ལ་ངུ་བའི་ཉིན་ནས་ཡི་གེ་རང་བཞིན་ཡས་གུ་ལ་དཔེར་ན། འདི། པ་སྟེ་ཟླ་བ་སྤྲོས་པའི་བཞི་བརྒྱ་པའི་བརྒྱ་བྱིན་དྲན། གཉིས་པོ་ཡས་པ་མང་བ་ལྟ་ན་ནི། ཇི་སྲིད་དུ་གཉིས་པོ་དེ་གི་ཡས་པ་ཉིད་ཡིན་པ་དེ་སྲིད་དུ་རང་གི་ངོ་བོ་ཉིད་ཡིན་པ་ཉིད་ཡིན་ལ།

ཤི་བག་གི་སྐབས་སུ་སེམས་དུ་སེམས་བྱུང་སོང་དེ་བས་སྐབས་སུ་རྨུགས་བག་དང་རྣམ་པར་མེད་པའི་ཤི་བག་ཅིག་མི་སྲིད་དུ་སོང་སོང་བསམ་ཟོར་བ། དེ་འདྲ་ཡིན་ན་ནི་གར་སྲིད་ན། དེ་ལ་བར་སེམས་དུ་སེམས་བྱུང་བཞི་སྐྱེས་ཏེ་སྙོམས་འཇུག་མུ་གྱིས་མ་གཏོགས་སོང་གཞན་ནི་བདག་ཅེས་རྒྱུད་ལ་སྐྱེས་སོང་ང་སོང་དེ་འདྲ་ཅི་ཡོད་རེད་ད་ལྟ་འདི་ཤེས་མེད་པའི་སྙོམས་འཇུག་དང་འགོག་པའི་སྙོམས་འཇུག་གཉིས་འདི་སྤྱིན་གསུམ་ལ་བརྟེན་ནས་མ་གཏོགས་སྐྱེ་གི་མ་རེད་རྒྱུ་མཚན་ག་རེ་རེད་ཟེར་ན་ནི་རྨུགས་བྱེད་ལ་བརྟེན་ནས་སྐྱེ་གི་མ་རེད་ཁོ་རྨུགས་རྫས་ཀྱི་ཤི་བག་མ་ཡིན་པའི་ཕྱིར་དེ་འདྲ་ཅི་ཡོད་རེད་བ། ད་ལྟ་དེའི་གི་སྒོ་ནས་ནི་འགྲེལ་བཤད་བྱ་རོགས་ཅིག་ཞུ་ཨེ།

གཞུང་གི་ནང་ལོགས་དཔེ་དང་མདོ་སྔགས་གཉིས་ཀས་ཀྱི་གཞུང་གི་ནང་ལོགས་ལ་དཔེ་མ་ཚད་གསལ་བོ་བཤད་ཀྱི་ཡོད་རེད་དེ་འདྲ་ཡིན་ཙང་ཨ་ནི་སེང་འགག་ཟེར་ཡ་དེ་ནང་ཆོས་ལྔ་སོ་གཟུང་ཚང་དུ་བྱས་པའི་སེང་འགག་འགྲོ་གི་ཡོད་རེད་དེ་འབྲས་བུ་སངས་རྒྱས་སར་རྩ་བ་ཉིད་ནས་ཡོད་མ་རེད་ཡིན་ན་ཡང་ཡེ་ཤེས་ཟེར་ངེས་དེ་ཡོད་རེད་དེ་འདྲའི་སེང་ཡེ་ཤེས་ཟེར་དེ་ངེས་དེ་ཡོད་དུས་སུ་རྦད་དེ་ཁོ་རང་ད་ང་ཚོ་བདེན་འཛིན་ལྟ་བུ་ཅིག་ཚུར་འགྱུར་ནས་ཨ་ནི་བློ་ཐང་ཐང་གྱི་ངང་འགྲོ་རྒྱུ་ཡོད་པ་ནང་བཞིན་དེ་འདྲའི་ཅིག་གི་ངོ་བོ་དབྱེར་མེད་འདྲ་བོ་དེ་འདྲ་ཅིག་ད་ཡང་ཡོད་རེད་ཟེར་ནས་བཤད་ཀྱི་ཡོད་རེད་ལ་དེ་བྱས་དུས་ད་ཨ་ནི་རྒན་གྱི་ད་ང་དྲི་བ་ཅིག་ལ་ག་རེ་ལ་དུས།

ཨ་ནི། སེན་འགག་པའི་དེ་ཀ་ཡིག་ངེས་ཟིན་ཟེར་ཞེས་པའི་སྐབས་སུ་སེན་འགག་ཟེར་དེ་ཡ་དེ་ཤེལ་དང་སེན་དུ་ཟེར་ཞིག་གི་སྐྱེ་བ་འགག་པ་མ་ཡིན་པ། རྣག་ཐོག་གི་སེན་འགག་གི་ཡ་དེ་པ་དེ་ལྟ་བུའི་ཚེ་ས་གི་ནང་ལ་ས་བོ་སོན་ཞིང་དེའི་ཁུན་ལ་ཨ་ནི་ཟས་ཀྱི་སྐྱེ་བ་མེད་ཡེ་ཁེན་མེད་ཅི་བཞིན་མེད་ཟེར་དེ་སོན་པར། དེའི་ཐད་ཀྱི་ཨ་ནི། པ་དེ་ཟླ་བའི་ཁྲོད་པའི་ཁུན། ལུས་འབྲས་ག་རུ་གྱུར་ཡོད་ཟེར་ན། ད་ཕྱི་སྟོང་ངེས་འདིའི་ནུས་ཚིག་སྐད་ཀྱང་ངེས་ཚིག་དེ་ཆོས་མ་ཆོས་ཀྱི་འགྲོ་མ་བྱས་ཏེ། བཙན་དྲག་ཁོ་མེད་ཀྱི་ལུས་བཞིན་གྲོལ་ཡོད།

ཨོ་དགེ་རྩེ་དགྲ། ཨོ་ལགས་སོ་དགྲ་ཞིག་དེ་ལས་དགེ་ལ་ལ། དེ་ནས་ད་ལྟ་རང་གཞི་བི་གིའི་ཁབ་དེ་དེ་ལ་དགེ་དགོས་གསུང་དུ་ཕྱིན་ན་ངོ་བོ་ཉིད་མེད་ཟེར་གཞི་རྒྱ་བི་གི་ལོང་མང་པོ་ཅིག་དྲངས་སོང་དེ་འདྲས་གསུང་འདུག་ཡིན་ན་ཡང་རྟོག་གེ་འབའ་བ་ནང་གསུང་དུ་ཕྱིན་ན་ངོ་བོ་ཉིད་མེད་ཟེར་དེ་ས་ངོ་བོ་ཉིད་ཅིག་མེད་ཟེར་དེ་ས་ཡི་མཚན་ནི་ས་གཞི་ཐེག་པ་མེད་པར་རང་ལ་ངོ་བོ་ཉིད་ཅིག་མེད་པར་འགྲེལ་བཤད་རྒྱབ་འདུག་མ་གཏོགས་དེ་ལས་ལོགས་བྱེད་པ་ཅིག་རྩ་བ་ནས་མི་འདུག་བྱས་ཙང་ངོ་བོ་ཉིད་ཅིག་མེད་ཟེར་དེ་ཡིན་གྱི་མིན་གྱི་དོན་དམ་པར་དྲིས་བི་གིའི་བདེན་གྲུབ་ཀྱི་ངོ་བོ་གྱུར་པ་སེང་སྒྲོ་བོ་ཐང་འགྱུར་བ་གི་གོ་བ་རྒྱབ་གཏོགས་གནང་བཞིན་ཡིན་གྱི་མིན་གྱི་འགྲོ་དགོས་རྒྱུ་མཚན་ག་རེ་རེད། དྲི་བ་གཅིག་དེ་ཡིན་རེད་བ། དེ་ནས། དྲི་བ་གཉིས་པ་དེ། སྲོག་དུ་བཀྲ་སའི་བདག་མ་ཡིན་ཟེར་ཤོག་རྒྱུད་ནང། སྲོག་བདག་མ་རེད་བཀྲ་བདག་མ་རེད་ཟེར་དེ་འདྲའི་གསུངས་ཡོད་རེད་སྒེར་གྱི་གསུང་དོན་བྱས་ན། ལག་པ་བསྐུམ་པ་བདག་མ་རེད་ཟེར་དེ་གང་ཟག་གི་བདག་མེད་རགས་པ་རགས་པ་རེད་གསུངས་ཡོད་བ། དེ་ཡིན་ན་སྤྱོད་འཇུག་ནང་གང་ཟག་གི་བདག་མེད་རགས་པ་ཙམ་མ་གཏོགས་དེ་སྲོག་དུ་བཀྲ་སའི་བདག་མ་ཡིན་ཟེར་དེ་ཕྲ་མོ་གཏད་ལ་ཕབ་ཡོད་མ་རེད་བས།

དེའི་སྤྱད་སྟངས་དེ་རགས་པ་ཞིག་རེད་དེ་འདྲའི་ཡིན་ཙང་མགོ་དེ་ང་མ་རེད་རྐང་པ་དེ་ང་མ་རེད་ལག་པ་དེ་ང་མ་རེད་ཟེར་ན་མི་སྲིད་ན་གོ། དེ་སྤྱད་པ་རགས་སྟངས་ཞིག་རེད། ད་དཔེར་ན་ང་ན་གྱི་ཕྱོགས་ཞོག་ན་ཁྱེད་རང་ཚོ་ལ་ང་ཅིག་བློ་ཡུལ་དེ་འཆའ་གི་རེད་ང་བློ་ཡུལ་འཆའ་བདེ་བའི་ང་ཟེར་བདེ་ཞིག་དེ་ག་འདྲས་ཞིག་རེད་བྱ་ཟེར་ང་ཟེར་བདེ་ཞིག་དེ། ང་ཟེར་བློ་ཡུལ་འཆག་པ་ཙམ་གྱིས་མ་ཚད་པར་ང་ཟེར་རྟོགས་བདེ་ཞིག་དེ། འོ་ན་མགོ་དེ་རེད་བས་རྐང་པ་དེ་རིང་བའི་ཆུ་དེ་འདྲའི་ཐ་སྙད་རྟགས་མཚན་ཙམ་ཞིག་མ་འཚོལ་བར་གོམ་པ་གཉིས་པ་སྤོ་འགྲོ་ན་དེ་ལྟར་བཤད་འགྲོ་གི་རེད། དེ་འདྲའི་སྐད་ཆ་ཅུང་མ་བཤད་བར་ཆེས་ཐ་སྙད་རྟགས་པ་ཙམ་གྱི་སྐད་ཆ་ཆེན་པོ་ཞིག་བཤད་ན་ཁ་ཐུག་གི་རོ་ལག་པ་འདི་ང་རེད་རྐང་པ་འདི་ང་རེད་ཟེར་ན་ཨ་ཆུ་རག་པ་ཞིག་ཐོན་ལེ་སུ་རེད། ཀི་ཤིན་ལགས་ཉིན་མོ་བདེ་ལེགས།
ད་ལྟ་སེམས་ཆུང་གི་སྐད་བཤད་འདོད་ན། མངོན་པ་མཛོད་ནང་ལ་ཡང་ཚོར་དང་སེམས་པ་འདུ་ཤེས་དང་འདུན་དང་རེ་དང་བློ་གྲོས་དང་ཡིད་ལ་བྱེད་དང་མོས་པ་དང་ཏིང་ངེ་འཛིན་གསུམ་ཐམས་ཅད་ལ་སེམས་ཀྱི་ས་མང་དེར་བཅུ་ཞེས་བསྒོ་ལ། དེ་འདྲའི་སོང་ཙང།
ད་སེམས་ཀྱི་ས་མང་ནང་ལོགས་ཀྱི་ཏིང་ངེ་འཛིན་དེ་སེམས་ཐམས་ཅད་ཀྱི་འཁོར་དུ་འགྲོ་བའི་ཆ་ནས་སེམས་ཀྱི་ས་མང་བཞག་གི་ཡོད་རེད་པ། འདྲའི་སོང་ཙང་རྣམ་གཡེང

དེ་འདྲའི་ཡོད་ཙང་རྣ་བྱང་སྙན་དུ་བྱས་པའི་བཀའ་དེ་ལ། ཨ་ནི་གོ་ས་དེའི་རྗེས་ལ་སེམས་ལ་དམིགས་པ་ལ་རྩེ་གཅིག་ཏུ་གནས་དེ་ཡང་གཞན་ལས་ཀྱི་ནུས་པ་ཞིག་ཆགས་ཏེ་དེ་ཡིད་ལ་ཏིང་ངེ་འཛིན་བསྲེས་ཏེ། ད་དེའི་ཚེ་ཤོ་རོ་ལ་སྙན་དུ་བྱས་པ་དེ་ནི་གར་ས་ཤོ་རོ་ཤོ་འདྲ་ཡོད་དེ་སྙན་དུ་བྱས་ཙང་རྣ་གཡས་སུ་བཏགས་པ་རེད། ཡིན་ན་བཀའ་དེ་དེ་ལ་དམིགས་པ་ལ་རྩེ་གཅིག་ཏུ་གནས་ཡིན་གྱི་ནུས་པ་ཞིག་ལྡན་དེ་ཡང་གཞན་ལས་ཀྱི་དེར་ཏིང་ངེ་འཛིན་བསྲེས་རེད།

སྔོན་པ་འཛུགས་གནང་ལ་འཇིག་ལྟ་ལན་གཅིག་ཟེར་གྱི་སོང་རེད་དཱ་མ་རེད། དེ་ག་ཚིག་མ་སོང་ན་མ་སོང་གི་རྒྱུ་མཚན་དང་རེད་བ། ངེད་ཚོ་སྤྱི་སྟོང་ཁོ་རང་པས་དུད་འགྲོ་བྱས་ནས། དེ་སྔོན་པ་འཛུགས་རང་གི་ལོག་ལ་གང་ཟག་སྡང་ཟིག་ཟེར་དཱ། དེ་འཇིག་ལྟ་རང་ལ་ངོས་བཟུང་རེད་དེ་དེ་ལས་གཞན་པའི་ཁ་གསལ་བོ་ག་འགྲོ་ཅིག་སྔོན་པ་འཛུགས་རྩ་འགྲེལ་རང་གི་ནང་ལོག་ལ་ག་འགྲོ་ཅིག་ཡོང་ཁོ་རེད། ཨོ་དེ་གསར་ཤེས་ཀྱི་ནང་ན། རེད་རེད་ད་ངས་དང་གི་ཁོ་དང

སེམས་ལ་དུ་ངོ་བོ་འཛིན་པ་རེད། སེམས་ཕྱོགས་ལ་དུ་ཁྱད་པར་འཛིན་པ་རེད་དུ་གསུངས་སོང། དུ་ད་ག་རང་འཐའ་ཕྱོགས་རེད། དབྱེ་ན་རྒྱལ་མཚན་རིན་པོ་ཆེས་དུ་འཐའ་ཕྱོགས་ལ་གནང་ཡོད་མ་རེད་ཀི་འདུག་ད་དྲུག་ནང་ལོགས་ལ། སེམས་དང། ནི་སེམས་ཕྱོགས་ཀྱི་ཁྱད་པར་སྤྱི་ལེ་གི་ཆ་ནས་འཇོག་སྲིད། ལར་བ། ག་སོ་ངོ་བོ་ཙམ་ལ་འཇོག་གི་ཡོད་ན། ཚོང་རྟགས་རྣམ་པ་སེམས་དང་ནི་སེམས་ཕྱོགས་གཉིས་ཚོང་རྟགས་རྣམ་པ་ངམ་ཚོང་ཡིན་པ་དང། ནི་བཀྲམ་པ་ལྟ་བུ་ཡིན་ན། ངོ་མ་གི་འདིའི་ངོ་བོ་ག་རེ་ཡིན་ན་ཆུ་དེ་དང་དེའི་ངོ་བོ་ཕར་བཀྲམ་གི་ཡོད་རང།

རྒན།
ག་རེ་གསུང་བ་རེད་ཟེར་དུས་བརྩམས་པ་ལ། རྫས་ཡོད་ཀྱི་སྟེང་ལ་རིགས་པ་ཀྱི་རྟགས་ནི་ཕ་གི་ལ་ཨ་ནི་ངོ་སྲུང་ཡས་ཀྱི་ཁྱུ་ནས་མ་ངེས་པ་དེ་རྟགས་ཡོད་ཀྱི་དོན་ལ་གསུང་པར་རོ་ལ། ད་དབུ་མ་ཐལ་འགྱུར་པ་གི་ལུགས་ལ་རང་བཞིན་གྱི་མ་གྲུབ་པ་ཟིན་ངེས་དེ་ཡང། རིགས་པ་ཀྱི་རྟགས་ཀྱི་རྟགས་ནི་ཕ་གི་ཐོག་ལ་མ་ངེས་པ་ལས་ལོགས་སུ་ཨ་ནི་གཞག་ཡ་མེད་བ་ལ། ངས་རྟགས་ཡོད་ཀྱི་དེའི་དོན་དང་དུ་ཕ་ཞེས་ཞོག་ཅིག་མ་ལོང་མ་ཞོག། ཡོད་འདྲི་མ་ཞོག་ད་བྲིས་སོ་དུས་ཆེ། ཁྱེད་རང་དྲི་བ་གཅིག།
ཨ། དྲི་བ་གཅིག། ཡང་ཡིད་དང་ཞུ། ད་ནངས་རྒན་ལགས་ཀྱིས་སེམས་དང་སེམས་འཇུན་གྱི་ཁྱད་པར་བཤད་ཡོང་དུས་ས་གནས་བྱེད་རིགས་ཀྱི་སྒོ་ནས་ད་ངོ་བོ་དང་ཁྱད་པར་འཇལ་བའི་སྒོ་ན་སེམས་སེམས་འཇུན་གྱི་ཁྱད་པར་ཅིག་བཞག་གནང་སོང་བསམ་སེ་ང་རང་གོ་བ་ནོར་མེད་ན། ད་འདིའི་སྒང་ལ་ཁྱད་པར་མཐོང་དུས་ས་གནས་གལ་སྲིད་རྒན་གྱིས་ཇེ་དྲག་མ་ཡོང་དུས་ལ་སེམས་སེམས་འཇུན་ཁྱད་པར་འདི་ངོ་བོ་དང་བྱེད་ལས་ཀྱི་སྒོ་ནས་ཁྱད་པར་བཞག་གི་ཡོད་ན་སེམས། ཧ་ཚ་ཕྱི་རོལ་པའི་གིས་སེམས་དང་སེམས་འཇུན་གྱི་ཁྱད་པར་འཇོག་སྟངས་དང་འདི་གཅིག་པ་ཆགས་ཀྱི་མི་འདུག་གས་ངས་དོགས་པ་རྒན་ལ་དྲི་བ་ཡིན་ཁར་བྱས་ལ་ན། ཕྱི་རོལ་པ་འདི་ཚོས་ཀྱིས་དབང་ཤེད་ཚད་མ་བཞག་པའི་སྐབས་ལ་ཁོང་ཚོས་ཀྱིས།

ད་གཙོ་བོ་དྲི་བ་དྲི་ལན་རུ་པེ་ཡག་པོ་ཞུས་སོང་ཨ་ནི་དུས་ཀྱི་ཆེ། ད་ངས་དེ་འཇུ་དང་གི་ད་འཇུ་དང་མོ་ཞེས་རྒྱག་མི་འདུག་གཙོ་བོ་དེ་གིས་གིས་སུས་བཤད་དང་ཨ་ནི་དྲི་བ་དྲི་ལན་ལ་དུས་ཚེས་མང་བ་ཤག་ཡིན་དེ་ཤག་གི་བའི་འཇུ་ཚེས་ག་རེ་ཟེར་ན་དེ་ང་ཚོ་གོ་སྐབས་ཡོང་ནས་ཡོང་ནས་ཡོང་གི་མ་རེད་བ་གིས་ད་དྲི་བ་དྲི་ལན་དེ་བྱས་ནས་ངས་ཐུགས་སུ་ཤར་བ་ཡིན། དེ་ནས་གཙོ་བོ་གིས་གིས་སུས་ཚོགས་ཀྱི་ནང་ལོགས་ལ་ད་བརྗེད་བྱ་འདྲ་བ་དེ་ཚེས་གསུམ་ཟེར་ཡོང་གི་འདུག་བ་དེ་ཚེས་དང་པོ་དེ།

ཨ་ནི་སྐུ་རྫོགས་ལྡན་པ་དེས་བགྱིས་པ་སི་ཏཱ་ཏི་ལུས་རིགས་གཉིས་ཀྱི་རྗེས་བཏགས་ནས་སྒྲ་བྱ་འདུག་དེ་དཔེ་ཡག་པོ་གནང་བཞག་འདུག་དེ་ནས་དེའི་རྗེས་ལ་ཤི་ཏང་གི་སྲས་ཆུང། འདི་ཡས་ནི་ཤི་ཏང་གི་ཐལ་བ་ཐུན་མོང་བའི་གྲི་ཐལ་དབང་དུ་བྱས་ནས་སངས་རྒྱས་ཀྱི་ས་ལ་སེང་དང་སེང་ཆུང་གཡས་བགྱིས་པ། ད་སེང་གོ་མ་ནི་སྐུ་ནི་མངལ་ཚུན་མཛད་ཟིན་ནས་སྲས་སེང་ཆུང་མེད་པར་གསུང་ཡན་དང་ཟུར་བྲལ་སྒྲ་བྱེད་བྱེད་དུ་ཁས་ལེན་ཐུགས་ཀྱི་མེད་པར་ད་བསྟན་ལ་ཡང་ལུས་རིགས་གཉིས་ཀའི་ཐོག་ནས་འདྲི་བཞེས་ཤི་ཏང་གནང་སོང་ཨ་ནི་དེ་ནས་ཡང། ད་ལྟ་སྐབས་སུ་བབས་པའི་གི་རྗེས་བྱེད་དེ་ཞེ་དྲག་མ་བུའི་ལུས་ཀྱི་སེང་ཆུང་རྫས་རྟགས་ཀྱི་བྱེད་པ་དེ་རེད། ཨ་ནི་དེ་ཁ་གསལ་པོ་གནང་སོང་ད་ནང་བཞིན་གྱི། དེའི་རྗེས་དེ་ལ། ཀ་རོ། ཟེར་རྒྱུ་རྫས་རྟགས་ཀྱི་བྱེད་པ་དེ་བྱེད་རོལ་བ། དེའི་རྗེས་དེ་ལ། བདེན་ཚིག་གི་དབྱེ་བ་དེ་རེད་ཨང་དེ་ཚོ་གང་ག་པའི་ཁ་གསབ་བོ། ལུས་རིགས་ཀྱི་རྗེས་དང་ནི་དཔེ་མི་ཚིག་ཡག་པོ་གནང་སོང་ནི་ཐུགས་རྗེ་ཆེ། ད་ག་ན་གཞིས་དྲི་བ་དྲིས་ལན་གནང་མཁན་རེད། ད་ག་ན་གཞིས་གླིང་སློང་བ་རེད། ཨ་ནི་ཚང་མས་ཀྱིས་བགྲོ་གླེང་གི་བྱ་བཞག་ཡག་པོ་གནང་སོང་ཨ་ནི་ཚང་མ་ལ་ཐུགས་རྗེ་ཆེ། ཨ་ནི་དེ་འཚང་བྱ་ཡ་ཡིན།